མར་བས་ཀུ་ཙི་ཕོ་ཉྭ། ཁྱེད་རང་བྱེད་ན་ག་འགྲིག་དོ། ད་ཁྱེད་རང་གི་དྲི་བ་ཞིག་བཀོད་དུས་ངས་ལན་ཞིག་རྒྱག་དགོས་པ་རེད། ད། ད་ལྟའི་ཆ་ལ་སྤྱི་ཚོགས་དྲ་ལམ་ཀ་ལ་ཁྱེད་ཚོས་ཀྱི་བཟོས་པའི་གི་བརྙན་ཐུང་གཅིག་ངའི་པར་རིས་རྐུ་མ་རྒྱབ་ཕ་བཀྲམ་ཚུར་བཀྲམ་ར་གཅིག་ལབ་དུས་བསམ་པ། ཨ་ནི། ང་ལ་མ་ཉེས་ཁ་གཡོག་གིས་ངའི་ཡི་གཅིག་བྱས་བཞག་ལབ་རྗེས་ང་ལ་ཚུར་ལག་ཕོག་ར་ཚུར་ཚུར་བཙུགས་བ་ར།

ཁྱེད་ཀྱི་གུ་ཚེ་ཕོ་ཉར་ཁྱེད་ཀྱིས་ང་ལབ་པོ་འདུག་འདི་ག་རེ་བྱེད་ནི་ཡིན་ནམ་ཟེར་དུ། ག་རེ་བྱེད་ནི་ཡིན་ནམ་ཟེར་གྱི་དུས་བོ་འདི་ག་རེ་བྱིན་བསྐུལ་ཡོད། ཁྱེད་ཀྱིས་འགྲོ་བ་མིའི་ཐོབ་ཐང་བརྗོད་མ་རེད་པས། འདི་སྨྲ་བརྗོད་རང་དབང་འདི་ང་ལ་ཡོད་མ་རེད་པས་ཁྱེད་ལ་ཡོད་པ་ནང་བཞིན་གྱི་ང་ལ་སྨྲ་བརྗོད་རང་དབང་འདི་ཡོད་མ་རེད་པས། གོང་ས་མཆོག་གིས་དམངས་གཙོ་འདི་ང་ཚོ་བོད་མི་ཚོ་ལ་གསོལ་རས་གནང་བཞག་ཡོད་རེད་དེ། ཁྱེད་རང་གིས་གསོལ་རས་གནང་རྒྱུ་དེ་ཁྱེད་རང་གི་དབང་ཆ་ཡོད་མ་རེད་པས་ང་ལ་སྨྲ་བརྗོད་རང་དབང་དེ་ངས་ཡེ་མ་ལག་བསྟར་ཞུས་ལ་ང་ལ་ཐོབ་ཐང་ཡོད་མ་རེད། ཁྱེད་རང་ལ་ཐོབ་ཐང་ཞིག་འདུག་ང་ལ་དེའི་ཐོབ་ཐང་ཡོད་མ་རེད། ག་རེད་ད་ལྟ་དུས་རིམ་ཉི་ཅི་པའི་རེད་ག་རེད་དེ་ངས་ཁྱེད་རང་དྲི་བ་བསྐུར་ཡོད་ད།

ཁྱེད་རང་རང་དབང་དེ་ངའི་རྩེ་ནས་རང་དབང་དེ་ཐོ་ཕོ་བོ་ཡིན་པས་ཁྱེད། ག་རེད་ཁྱེད་དུས་རབས་ཉིས་བརྒྱའི་འདས་ཡོད་དམག་ཆེན་གཉིས་པའི་སྐབས་ལ་ཨ་ནི་དམར་ཤོག་ད་ལྟ་ཧི་ཏི་ལི་ཇར་མ་ནི་དེ་ཚོས་ཀྱི་མི་དེ་ཚོ་ལ་ག་འདྲས་བྱེད་དོ་ཇར་མ་ནི་གི་མི་ཇར་མན་ད་ལྟ་ག་རེད་དེ་ཇུ་ཝིཤ་དེ་ཚོ་ལ་འཐབ་རྩོད་བཏང་འདུག་བ་རང་དབང་ཡོད་མར་དེ་ཚོ་ང་ཚོ་བོད་ནང་གི་བོད་མི་ཚོ་ལ་ད་ལྟ་རང་དབང་ཡོད་མར་དེ་ཚོས་ནང་བཞིན་བྱེད་ཅེས་ང་ལ་རང་སྡིག་སྒྲིབ་གོ་འི་བས་བཤད་ཆོག་མ་རེད་ཟེར་བར་བས། ངས་དམར་གཅོད་རང་དབང་དེ་བེད་སྤྱོད་བཏང་ཆོག་མ་རེད་ཟེར་གོ་བས། ལགས་དགུ་ཚིགས་ཕོ་ཉ། ང་ཁྱེད་རང་དྲི་བ་དགུ་ཡོད་ད། སྐུ་འདུས་ཀྱིས་མ། ང་ཚོ་ལ། མི་དམངས་ལ་མ་དམངས་གཙོ་གསོལ་རས་གནང་ཡོད་རེད་དེ་ང་ཚོས་ཀྱིས་ལག་བསྟར་བྱས་ཡོད་དེ་གལ་ཆེན་པོ་རེད། དེའི་གིས་དམངས་གཙོ་དེ་ངས། བེད་སྤྱོད་བཏང་སྐོར་ད་ལྟ། ང་ལ་རང་དབང་ཡོད་ད་ཤེས་ཡོད་ཀྱི་རང་དབང་ཡོད་ད། དེ་རང་དབང་ཡོད་ཙང་ང། ཚོགས་པ་གཞན་པའི་འདི་ན་འཛུལ་ཡོད་ལ་ང་རང་དབང་ཡོད་རེད།

ཨ་མོ། ཡིན་འདི་ཡིན་རྗེས་སུ་ཡི་རང་ཡོད་ཀུན་སྤྱོད་གསུམ་ཇེ་དར་ཨ་ཤི་ཁྱི་བཅས་ག་རེ་མོ་ག་རེ་ཡིན་ནི་ལས་རྗེས་སུ་ཡི་རང་བྱེད་ཅེས་ངས། ཐུགས་རྗེ་གནང། བཀའ་དྲིན་ཆེ་དང་ཐུགས་རྗེ་གནང་ངས་ཞུ་བ་དྲུག་རེད། གལ་སྲིད་ཕྱག་ལས་ཡག་མ་གནང་པ་བྱས་ཚེ་རྩ་དོན་ཐོག་ལ་ཕྱག་ལས་ཡག་མ་གནང་པ་ཡིན་ན་ཀུན་སྤྱོད་ང་ཚོ་མི་དམངས་ལ་རང་དབང་ཡོད་དང་ང་ཚོ་ལ་ཐོབ་ཐང་ཡོད་དང། སུ་ཡིན་ནས་ཐོབ་ཐང་དེ་བེད་སྤྱོད་བཏང་བ་རེད། འདི་ཁག་ཁག་བསྡད་དེ་མིག་ནང་ང་ཚོ་ཏག་ཏག་ཞིག་བསྡད་ཡིན་མ་རེད་ད་གུས་ཚིག་ཕོ་ཉས་ལ། ཁྱེད་རང་དེས་ཧམ་པ་ཆེ་དྲག་འདུག་ད། ག་ཡིན་བཟོ་རེད། ཚོགས་པ་གཞན་པའི་འདི་ན་ལ་ངས་སྐད་ཆ་དེ་འདྲས་ཞིག་བཤད་ཆོག་མེད་པ་དང་དེ་འདྲས་ང་ལ་སྨྲ་བརྗོད་རང་དབང་མེད་པ་དེ་བཟོས་དེ་ཁྱེད་རང་གིས་ག་རེ་ཡིན་བསམ་གི་འདུག། ང་ནོར་ཀོ་རི་ཡ་ལ་མེད་ད། བྱང་ག་རེ་ཀོ་རི་ཡ་ལ་མེད་ད། ང་ད་ལྟ་དེ་རྒྱ་ནག་དམར་ཤོག་གི་བར་ལ་ད་ལྟ་བསྡད་མེད་ད། ལུང་པའི་ནང་བསྡད་མེད་ད་ད་ལྟ། རེད་བ། ད་ཁྱེད་ཚོས་ད་ལྟ།

ཚེ་ལྡན་འགྲོ་བ། ངའི་མིང་ཚེ་ལྡན་འགྲོ་བ་ད་ཁྱེད་ཚོ་བསམ་ལོག་ཤིང་ཀོག་རེད་ཚེ་ལྡན་འགྲོ་བ། ལབ་ཡས་དེ་ལས་ངར་སྤོབས་པ་ཆེ་ཆེ་ལབ་ཐུག་འདུག་ཁྱེད་ཚོའི་བཀའ་དྲིན་གྱིས། རེད་བ། ཁྱེད་ཚོའི་བཀའ་དྲིན་གྱིས་དེ་གའི་བསམ་བློ་བསླུགས་རེད་ང་ངོ་ཚ་བའི་གལ་མི་འདུག་ངའི་མིང་ཐོས་པ་ལ་གར་ངོ་ཚར། རེད་བ། ང་ཚེ་ལྡན་འགྲོ་བ་ངའི་ཕ་མ་བཟང་པོ་གཅིག་སྤུ་ཡིན་རེད་བ། ཕ་མ་བཟང་པོ་གཅིག་སྤུ་ཡིན། ཁྱེད་རང་གི་བཀའ་དྲིན་གྱིས་ད་ང་ནང་མི་གཅིག་སྐོར་དེ་ནང་བཤད་པའི་ནས་ཏག་ཏག་ཞིག་དེ་ཡིན་མི་འདུག་ང་བཤད་ཡིན་དྲུག་མི་འདུག་དེ་བཤད་དགོས་རྒྱུ་མཚན་ཆེ་གང་མི་འདུག་ཡིན་ན་ཡང་ང་ལ་འགན་ཅིག་ཡོད་རེད་ང་ང་ངའི་ཕ་མེས་ཀྱི་དཀའ་ལས་རྒྱབ་རྒྱུ་འདི་ངས་ཧ་གོ་གོ་རེད་ག་རེ་བྱས་ནས་དཀའ་ལས་རྒྱབ་རེད་བོད་ཀྱི་རྩ་དོན་ཐོག་ལ་དཀའ་ལས་རྒྱབ་བྱས་སྐུ་མདུན་ཡིན་ནའི་ལ་ཐུགས་མཉེས་པ་ཞིག་གནང་གི་རེད་དེ་འདི་གས་ཚང་མ་ལོག་བཤད་བསྡད་པའི་ནས་ཏག་ཏག་ཞིག་དེ་ཡིན་མི་འདུག་ངས་བྱས་པའི་ངེད་གཉིས་བྱས་པའི་ང་གས་གས་བྱས་མེད་ད་ཡིན་ན་ཡང་ཕ་མེས་དཀའ་ལས་རྒྱབ་བྱས་ངའི་པ་ལགས་འདི།

སྐུ་མདུན་གྱིས་དེ་སྔ་ནང་བཞིན་གྱི་ངའི་པ་ལགས་དང་ཨམ་ལགས་ལ་ཐུགས་མཉེས་པ་ཞུ་གནང་གི་རེད། ང་དེ་ཚོས་འདི་གས་ཚང་མ་ང་དེ་ན་སྲིད་བཤད་དེ་ན་ང་ཡག་པོ་ཞིག་མཐོང་གི་མི་འདུག། ཡིན་ནའི་ཁྱེད་ཚོས་མ་ཉེས་ཁ་གཡོག་བྱས་དེ་ཏག་ཏག་ཞིག་དེ་ཡིན་མ་རེད་ད་ཁྱེད་ཚོ། མི་རབས་བཅས་མ་འཕྲོད་པར་མི་བཅས་ངོ་མ་ཤེས་པར་ད་དུང་སྤྱི་ཚོགས་དྲ་ལམ་ག་ལ་ག་འཇུ་མི་འཇུ་ཁྱེད་ཚོས་བཟོས་བྱས་ཡིན་པ་ལ་མེད་པ་བཟོས་མེད་པ་ལ་ཡིན་པ་བཟོས་བསྡད་འདུག་བ། ངའི་པཱ་ལགས་ཀྱིས་བོད་ཀྱི་རྩ་དོན་དོན་དག་ལ་ལས་ཕྱག་ལས་ག་རེ་གནང་བའི་ཁྱེད་ཚོས་ཤེས་ཀྱི་ཡོད་པས། ཁྱེད་རང་དང་ཁྱེད་རང་འདྲ་བོ་ཤེས་ཀྱི་ཡོད་པས་ཁྱེད་ཚོས་ག་རེ་བྱེད་ཀྱི་ཡོད་བོད་རྩ་དོན་ཐོག་ལ་ག་རེ་བྱེད་ཀྱི་ཡོད་བོད་རྩ་དོན་ཐོག་ལ་ད་ཕ་ཤ། བོད་ནང་གི་བོད་མི་ནང་ལོགས་ལ་སྤྱི་ཚོགས་དེ་དཀྲུགས་དཀྲུགས་ཉེན་དེ་ཁྱེད་ཚོ་རེད་དོ།

ཧུ་ཏུ་ཨ། ང། འཐབ་རྩོད་པ་ཅིག་ཡིན་ར། ང། མི། བུད་མེད། དཀྱུས་མ་ཅིག་ཡིན། ང། ལས་འགན། ཡོད། ང། ལས་འགན། ཡོད། ལས་འགན་དེ་ག་རེ་ཟེར་ན་ང་ཚོའི་རྩ་དོན་གྱི་ལས་འགན་བརྗོད་ར་ང་ཚོ་བསམ་བློ་ལ། འདི་ངས་འགན་ཅིག་གྱིས་ཅེས་ངས་བྱི་བོར་བལྟ། ཁྱེད་ཚོ་ག་རེ་བྱེད་ཀྱི་ཡོད། ཁྱེད་ཚོ་ཞེན་ཁོག་སྐམ་པོ་ཅིག་གྱིས་ཅེས་ཞེན་ཁོག་ཕྱོགས་བཞི་ལོག་བཞི་ཅིག་གྱིས་ཅེས་ག་རེ་བྱེད་ཀྱི་ཡོད།